དེང་སང་གི་མཁས་པ་མང་པོ་ཅིག་དང་དེ་ནས་གནའ་བོའི་གི་ལོ་རྒྱུས་ཡིག་རྙིང་མང་པོ་ཅིག་དང་དེ་ནས་ལྷག་པར་དུ་ང་རང་ཚོ་གི་ད་ཕ་ཆོས་གཡུང་དྲུང་བོན་གྱི།

མགོ་དེ་ད་ལྟ་བོད་རིག་པའི་ཞིབ་འཇུག་སའི་སྡེ་ཡག་ཅིག་འགྲོ་བ་དག་བོད་རིག་པའི་ཞིབ་འཇུག་སའི་སྡེ་ཡག་དེ་པེ་ཅིན་ཨེར་ཏི་ཀི་ཁྲེང་བཅུ་པ་གིས་དེ་ནས་རྒྱལ་ས་པི་ཅིང་ལ་མཛད་སྒོ་གནང་བྱས་བྱས་ནས་སྒོམ་བཞེས་བྱས་བྱས་ནས་བོད་རིག་པའི་ཞིབ་འཇུག་སའི་སྡེ་ཡག་དེ་གཙོ་བཞག་རྒྱག་གི་རེད་ད་གཙོ་ཆེ་ཤོས་དེ་བོད་མི་རིགས་ཀྱི་ལོ་རྒྱུས་རིག་གནས་དག་ཚང་མ་ལ་ཞིབ་འཇུག་བྱས་བྱས་ནས་དེའི་པར་ཐོག་ལ་བགྲོ་གླེང་བྱས་བྱས་ནས་ད་འཛམ་གླིང་གི་ནང་ལོགས་ལ་བོད་མི་རིགས་ཀྱི་རིག་གཞུང། ཚང་མ་མ་ཁྱབ་པར་བྱས་ནས་ད་དྲིལ་བསྒྲགས་བྱེད་ཡག་ད་དེ་འདྲའི་དགེ་མི་གཡོ་བཟང་ཅིག་བྱས་ནས་བཙོག་བཞག་རྒྱག་གི་རེད་བོད་རིག་པའི་ཞིབ་འཇུག་ཟེར་འདི་ཡག་དེ་ཐོག་མ་དེ་རྒྱ་ནག་གི་ནང་ལོགས་ལ་བཙུགས་ཡོད་བ་ཡིན་ན་ད་ལྟ་ད་འཛོམས་པ་ལས་འདིའི་ཐོག་ལ་ཚང་མ་ལ་དེ་ནི་བོད་རིག་པའི་ཞིབ་འཇུག་ཟེར་འདི་ཡག་དེ་ཁྱབ་བྱེད་བྱས་ནས་དེ་གི་ཡན་ལག་སྡེ་ཚན་བཙུགས་པ་འཛོམས་ལན་ཐོག་ལ་ད་མེད་ས་མེད་པ་འདྲ་པོ་ཅིག་ཆགས་བསྡད་ཡོད་རེད་བོད་རིག་པའི་ཞིབ་འཇུག་ཟེར་འདི་ཡག་དེ་བགྲོ་གླེང་དེ་ལོ་རེ་རེ་ལ་རེ་རེ་བྱེད་གི་ཡོད་རེད། ཨོ་དེ་འདྲ་ཡིན་དུས་རྩམ་པ་ལ་བོད་རིག་པའི་ཞིབ་འཇུག་ཟེར་དུས་ཡག་དེ་འཚོགས་ཚིག་གི་རྒྱལ་ཁབ་ག་བ་འཚོགས་བ་ཡིན་ན་དེའི་རྒྱལ་ཁབ་དེ་གི་གཟི་བརྗིད་འདྲ་པོ་བྱས་ད་རྒྱལ་ཁབ་དེ་གི་དེ་ནས་ཨོ་ད་ཞི་བདེ་དང་དེ་ནས་རང་དབང་ཡོད་པའི་གི་རྒྱལ་ཁབ་དེ་ལ་ངོས་འཛིན་བདེ་ཡག་ཨོ་ད་དེ་འདྲའི་ཅིག་ལ་ཚད་གཞི་དེ་འདྲའི་ཅིག་ལ་སླེབས་ཅིག་བྱས་ནས་ད་ད་ལྟའི་སྐབས་ལ་བོད་རིག་པའི་ཞིབ་འཇུག་ཟེར་དུས་ཡག་དེ་ཚད་མཐོན་པོ་སླེབས་དུས་ཇོ་འདྲ་ཅིག་རེད་དེ་ནས་བོད་རིག་པའི་ཞིབ་འཇུག་གི་ནང་ལོགས་ལ་སྡོད་མཁན་གི་དེ་ནས་མི་དེ་ཚོ། ད་གྲྭ་བ་ལ་མ་ཡིན་པ་ཡིན་ན་རེད་དེ་མ་ཡིན་པི་གི་ད་མི་ཅག་གི་རེད་ཡིན་པ་ཡིན་ན་རེད་ཚང་མ། ཧོ། སློབ་སྦྱོང་ལ་ཨ་ཨ་ད་ཕོ་དུ་ཚོང་བ་ད་ཕར་ཆེ་བ་དེ་ད་ཚང་མ་གོ་མཁས་པ་མིང་གྲགས་ཅིག་རྐྱང་རྐྱང་དེ་ནས་དེ་གི་ནོར་ལོག་ལ་ཡོང་ཅིག་བྱས་ནས་ཨོ་བགྲོ་གླེང་བྱེད་ཡག་དེ་གི་ནོར་ལོག་ལ་མཉམ་ཞུགས་བྱེད་ཡག་ད་དེ་འདྲས་ཅིག་རེད་དེ་ཡིན་དུས་ཙམ་པ་ལ། ང་རང་ཚོ་གི་བོད་མི་རེད་ཡིན་ན་རེད་དེ་མ་ཡིན་པི་གི་ཚི་རྒྱ་གི་མི་རེད་ཡིན་ན་རེད་ད་ཚང་མ་དེ་དག་གི་བར་ཆད་མཁས་དཔག་གི་མེད་མེད་པ་ཧ་ལམ་ད་མེད་དེ་པི་གི་བཟོ་འདྲ་ཅི་རེད་ད་ཨ་དེ་ནང་ལོག་ལ་འཛུལ་རྒྱོག་ཅི་མཁས་པར་ཆེ་བ་ག་ལ་གང་འཚམ་གི་དེ་ནས་མཁས་པི་གི་མེད་ཡོད་དེ་རྒྱོག་ད་དེ་འདྲའི་འདྲ་པོ་ཅི་རེད་ད་དེ་ཚོ་གི་ཞིབ་འཇུག་བྱས་ཡོང་དུས་ཚང་པ་ལ། དེ་ནས་ཐོ་མི་སམ་བོ་ཏྲ་སེ་དི་ཡ་ཏི་གི་སྒང་ནས་བོ་ལ་ཡི་གི་འདོག་ཟེར་དེ་ནས་ཐོ་མི་སམ་བོ་ཏྲ་སེ་དི་ཡ་ཏི་དངུལ་གཡོག་གི་མི་བཅས་ཡང་བོ་ཡོ་ལ་དངུལ་གནས་ཅི་ཡོད་དུ་མི་ཡི་དེ་ཞིབ་འཇུག་དང་དེ་ནས་དོག་པ་ཅི་དགོས་ཡག་གི་གནས་སྟོང་ཅིག་ཆགས་དི་བཞག་ཟེར་ཡ་འོ་ད་དེ་འདྲའི་ཤི་ཡག་གི་སྐོར་ཡང་མགོ་བཙུགས་ནས་ད་གླེང་སློང་བྱུང་བ་རེད། ཨ། དེ་འདྲ་ཡིན་དུས་བརྩམས་པ་ལ་དེ་ནས་ད་ཨ་ཐོ་མི་སམ་པོ་ཏི་གི་གོང་ནས་ཡི་གེ་ཡོད་ཟེར་ནས་ཤི་ཡ་དེ་ད་ང་རོ་ཐུག་གི་བོང་བུ་གི་ལོ་རྒྱུས་ཀྱི་ནོར་ལོག་ལ་ཕ་ཁྱི་གཡུང་དྲུང་བོང་གི་ནོར་ལོག་ལ་བཤད་ཡོང་དུས་བརྩམས་པ་ལ་ད་ཨ། ཐོག་མ་ནས་དེ་ནས་སྲིད་པ་གསུམ་པོ་འབུམ་ཁྲི་ཟེར་དེ་ཡ་དེ་གི་སྐབས་ནས་དེ་ནས

བརྩེ་བ། ཟླ་བའི་དུམ་བུ་ཅི་ལྟར་ར་བ་མེ་སྟག་གི་བདེ་བ་ཞག་གི་སྙིང་པོ་རྩིས་པ་ཅོག་ང་དུས་ཚོད་ཀྱི་དང་པོ་ནགས་ཀློང་པ་སྐལ་མེད་དམ་པ་རྒྱལ་གྱི་རི་སྒོང་ལ་དེ་ནས་སྐུ་བལྟམས་པའི་དགེ། འོ་ད་སྟོན་པ་ཤེས་རབ་མང་བོ་བྱས་ཏེ་དེ་ནས། མཚན་ཁའི་གྲ་འཛིན་གསར་ཆ་འུར། ཁང་མཚན་གསོར་བྱེད་བྱས་ནས་སྟོན་པ་ཤེས་རབ་མང་བོ་ཀུན་ལ་རྣམ་པར་རྒྱལ་བ་ཟེར་དེ་ཡང་དེ་ནས་ད་དེ་འདྲའི་མཚན་གསོལ་བ་རེད། དེ་ཡིན་དུས་བརྩམས་པ་ལ་དེ་ནས་ཁོང་འཁྲུངས་ཚེ་ཡོད་དེ། ད་བོང་བུ་གི་ལོ་རྒྱུས་ཡོངས་གྲགས། དེ་ནས་ད་བན་དེ་གི་ལོ་རྒྱུས་མང་པོ་བཅས་ཀྱི་ནང་ལོགས་ལ་ཞར་གཅིག་འདུས་ཀྱི་ཐོག་ནས། དེ་ནས་གུང་རུས་ར་བ་ཀུ་རུས་ཀྱི་ཞིང། ད་རོ་བོ་གོང་རྒྱལ་དུ་ཚེ་གི་གྲོང་ཚོ་མ་པང་ཡུམ་ཚུལ་དགུ་འགྲམ་སྤོས་རི་ངད་ལྡན་གྱི་ཉེ་བའི་སར། ད། རྒྱལ་ཁབ་བ་ཅོ་ཁྲི་ལམ་དངུལ་མཁར་ལ་ད་སྐུ་འཁྲུངས་བ་རེད་ཟེར་ཡ་ད་ལོ་རྒྱུས་ཡོངས་གྲགས་ལྟུང་འབུད་ཀྱི་རེད་ད་དེའི་ས་ཆ་ད་ན་ཁམས་པའི་དགུ་ཆོས་བཞི་ཡོད་རེད་དེ་ནི་རྟ་མཆོག་ཁམས་པ་སེང་གེ་ཁམས་པ་མ་རྫ་ཁམས་པ་རེད་དེ་ན་ལ་སྤྱི་བའི་དགུ་མཚོ་བཞི་ཡོད་རེད་མ་སྤང་ཡུམ་མཚོ་ལ་ངག་སེང་མཚོ་གུང་རྒྱུ་དངུལ་མཚོ་ཟོམ་གཤོང་སྐྱང་མཚོ་ཟེར་དེ་ཡ་ད་དེ་འདྲའི་དགུ་མཚོ་ཆེན་པོ་དེ་ནི་བཞི་ཆེ་ཆེན་པོ་ཁམས་པ་ཆེན་པོ་བཞི་ད་དེ་འདྲའི་དེ་ནི། ཆུ་བོ་ཟོམ་གཤོང་ནག་པོ་གི་བར་བཅས་འདི་ཟ་བ་དང། དེ་འབྲེལ་གྱི་དེ་ནི་ས་ཆ་ལ་སྟོན་པ་ཤེས་རབ་མོ་བོ་དེ་དེ་ནི་གཞུང་སྐྱོང་བ་མོ་ལུང་རིག་ཚེ་འདི་ཡང་དེ་ནག་ལ་འཁྲུངས། དེ་ནས་ད་ལྟ་བོན་གྱི་ཐེག་པ་རིམ་པ་དགུ་གསུངས་བ་རེད་བོན་གྱི་ཐེག་པ་རིམ་པ་དགུ་གསུངས་ཡོང་དུས་བརྩམས་པ་ལ་དེ་ནི་རྒྱུད་དང་འབྲས་བུ་གཉིས་ཀྱི་བོན་གཉིས་གསུངས་ཡོང་དུས་བརྩམས་པ་ལ་དེ་ནི་རྒྱུད་ཀྱི་ཐེག་པ་གསུངས་ཡོང་དུས་ཀྱི་སྐབས་དེ་བ་ལ་དེ་ནས་ད་ད་ལྟ།

རྦད་དེ་ཁོ་བོ་སྒེག་ལ་མི་བདེ་བར་བརྡེག་ལ་བརྡེག་པ། ཨོ། དེ་ནས་དེ་འདྲའི་གི་རྦད་དེ་ཁོ་བོ་སྲོག་བདེ་སྙོབས་སོང་གི་ལས་ལ་བརྩོན་བསྡད་མཁན་གི་དེ་ནས་གཏུམ་པོ་བཅས་ཡིན་དུས་བརྩམས་པ་ལ། བུ་མོ་གཤིན་ས་ནས་བྱུང་སྟེ་དེ་ལ་ཆུ་ས་བརྒྱབ་བ་དག་དུད་འགྲོས་བྱས་སོ་རེད་ཟེར་དེ་ཡིན་དུས་བརྩམས་པ་ལ་སྟོན་པ་ཤེས་རབ་མོ་ཁོ་རང་ལ་ཡང་དེ་ནས་ཏོ་ཡི་བཀའ་སྒྲོམ་ཟེར་དེ་ཡང་དག་དཔེ་མཛོད་ཁང་ཅིག་ཡོད་རེད་དེ་ནས་དེ་ཡོད་དེ་དུས་ཙམ་པ་ལ་དེ་ཡང་དེ་ནས་ཀོང་པོའི་རྒྱལ་པོ་དེ་གི་སྟོབས་ཆོས་དགུ་བོ་ལ་མེ་ཏྲག་བཏང་སོང་བ་རེད། དེ་མེ་ཏྲག་བཏང་ནས་དཔེ་མཛོད་མེ་ཡི་ཚད་སྲུང་དུས་ཀྱི་དེ་ནས་ཤོར་ལ་དེ་ནས་དཔེ་བམ་དཔའ་བོ་འབྲུ་ལྔ་བཅས་དེ་ནས་སྐྱིད་པོ་བཅས་ལྷག་བདེ་བ་རེད་དེ་དཔའ་བོ་འབྲུ་ལྔ་དེ་ཨོམ་རམ་སོམ་ཁོང་ཡོང་ཟེར་ནས་དེ་ནས་འབྱུང་བ་ལྔ་ཡི་ས་བོན་དག་དཔའ་བོ་འབྲུ་ལྔ་ཟེར་དེ་ཡ་བཅས། སླ་བ་རེད་ཟེར་དེ་ནས་དེས་ཡིག་གི་ཆེ་ཆུང་གིས་དེ་ནས་ཡར་སློང་བྱེད་བྱས་ནས་སྟོན་པ་ཤེས་རབ་མོ་འོ་ལ་ཡར་ཕོག་ཡོང་དུས་བརྩམས་པ་ལ་སྟོན་པ་ཤེས་རབ་མོ་འོ་གིས་དེ་ནས་དཔའ་བོ་འབྲུ་ལྔ་འབྱུང་བ་ལྔ་ཡི་ས་བོན་ལ་གཞི་བཅོལ་བྱེད་བྱས་ནས་ཡི་གེ་ལེགས་བསྒྲིགས་བྱེད་བྱས་ནས་དེ་ནས་ད་ལྟ་ང་ཚོས་སྐྱོན་བཞིན་པའི་གིས་དེ་ནས་ཀ་ཁ་ག་ང་འབྲུ་གསུམ་བྱས་ཏེ། དེ་ནས་སྟོན་པ་ཤེས་རབ་མོ་འོ་གིས་དེ་ནས་ད་ལེགས་བསྒྲིགས་བྱས་ནས་དེ་ནས་དེ་འདྲ་བྱས་པ་རེད་ཟེར་ཡ་དེ་ནས། པོས། ད་ལྟ་འདུག་བཟི་མེད་དྲན་རྫོགས་ཀྱི་ནོར་ལོག་ལ་ད་དུ་འདུག་ཡོང་གི་ཡོད་རེད། དྲན་རྫོགས་ཀྱི་ནོར་ལོག་ལ་ད། ད་ལྟ་ང་རང་ཚོ་གི་འཕྲོ་གྱི་ཡི་གེ་བཞི་བཅུ་ཐམ་པ་ཟེར་འདི་ཡ་དེ་ལ། དེ་ནས་མགོ་ཡི་ལམ་གྲོང་ཤེས་ཀྱི་མདོ་ཡང་སྐྱིད། ཚེགས་ཀྱི། བར་རྩིས་མུན་ཐོག་གསལ་བར་སྙོམས། གུང་རེངས་ནག་རོ་བྱམས་བརྩེ་ཡ་ད་ཡི། བཀའ་བརྒྱུད་དོན་དུ་ཡན་ལག་རྒྱས་པར་བཏབ། ཁྲོད་ཀྱི་ཡི་གེ་སུམ་ཅུ་རྩ་བརྒྱད་ཀྱིས་བཏུམས་པའི་ཐུགས་རྗེ་བོན་གྱི་བསྟན་པ་དར་ཞིང་རྒྱས་པར་གྱུར་རོ། ཟེར་ཡ་འོ་ད་དུད་འགྲོའི་ཡོངས་ཀུན་ཏུ། བསྟན་དུས་བརྩམས་པ་ལ་ཁྲོད་ཀྱི་ཡི་གེ་བཞི་བཅུ་ཐམ་པ་ཟེར་དེ་ཡ་ད་ཁྲོད་ཀྱི་ཡི་གེ་སུམ་ཅུ་རྩ་བརྒྱད་ཟེར་དེ་ཡ་ད་སྟེ་ཤེས་གསུང་མ་འདྲ་བ་གཉིས་ཡོངས་ཀུན་ཏུ་གོང་ལྟར་ནི་ཁྲོད་ཀྱི་ཡི་གེ་སུམ་ཅུ།

དེ་ད་ལྟ་ད་ང་རང་ཚོ་གི་ཤེས་བདེ་རྒྱོ་དེ་དེ་ནས་འཕྲོ་གཅིག་ཡི་གེ་སུམ་ཅུ་རྩ་བཞི་ཟེར་དེ་ཡ་དེ་དེ་ནས་ད་དེ་གི་ཐོག་ལ་བོང་སྟེགས་པ་རིམ་པ་དགུ་དེ་ནས་ད་བུ་དགུ་བཞི་མཛོ་ལྔ་ཀ་ཚུན་མོ་སོང་གསུམ་ཡོངས་སུ་རྫོགས་པ་དེ་དེ་ནས་དེ་གི་ཐོག་ལ་ཡི་གེ་བཀོད་ནས་དེ་ནས་བཟོས་བྱ་རྒྱོ་ཅིག་ཡིན་ཟེར་ནས་ད། དུད་འགྲོའི་ལ་བདེ་ཡ་གྱི་རེད་དུད་འགྲོའི་ཡིན་དུས་གཏམ་པ་ལ་སྤྱི་བཏང་ད་དེ་ཚོ་དགའ་ལོང་དེ་ཚོ་ལ་རྒྱུ་མཚན་ཧ་ལས་པའི་ཆེན་པོ་ཅིག་ཡོད་དུ་ཡོད་རེད་ག་རེ་རེད་ཟེར་བ་ཡིན་ན་ཤཱཀྱ་ཐུབ་པི་གི་སྐབས་འདྲ་པོ་ཅིག་ཡིན་པ་ཡིན་ན་ད་ཤཱཀྱ་ཐུབ་པ་ཁོང་གིས་མདོ་ཡི་སྡེ་སྣོད་གསུམ་དེ་གསུང་བ་ཡིན་ཟེར་གི་ཡོད་རེད་མདོ་ཡི་སྡེ་སྣོད། བསམ་དེ་སོང་ཡོང་དུས་བརྩམས་པ་ལ། ད་དེའི་སྐབས་ལ་ཡོད་དེ་འཇོག་དེ་སྙིང་ཐིག་བདེ་བར་གསལ་དེ་ཡག་དེ་རེད་དེ་ནས་སྟོང་པ། སངས་རྒྱས་བཅོམ་ལྡན་འདས་སྐུ་མྱ་ངན་ལ་འདས་ཚར་པའི་དགེ་མགྱོགས་ནས། དེ་ནས་བཀའ་བསྡུ་རིམ་པ་གསུམ་བྱེད་བར་བ་ད་བཀའ་བསྡུ་རིམ་པ་གསུམ་བྱེད་དགོས་ཡ་དེ་ཡང་དེ་ནས་སྙིང་ཐིག་བདེ་བ་བཅོ་བརྒྱད་གསལ་དེ་ཡག་ཅེས་ཕྱག་བྱས་བྱས་ནས་དེ་ཕྱག་གསུངས་པའི་དགེ་བརྒྱུད་ཅན་ལ་བསྟན་ཅེས་བྱས་ནས།

སྐྱབས་གསུམ་དུ་བརྩམས་པ་ལ་སྙིང་ཐིག་བདེ་བ་སྐྱོབ་ཀྱི་ཚད་དུ་ཡང་དེ་ཆགས་ཚར་བ། དེ་འགྲོས་ཀྱི་རེ་ལྟོས་ཡིན་དུ་བརྩམས་པ་ལ་ད་ལྟ། དེ་ནས་སྟོན་པ་ཤཱཀྱ་ཐུབ་པ་སྐུ་མཉམ་ཉིད་ལ་འདས་ནས་ལོ་བཞི་བརྒྱ་གི་མགྱོགས་ནས་རེ་མི་ཞུ་དེ་ནས་ཤཱཀྱ་ཐུབ་པའི་གི་ཀ་ཡིག་ཐོག་ལ་ཕ་བཞག་མགྱོགས་ཚད་ཡོད་མ་རུང་བ། ཤཱཀྱ་ཐུབ་པའི་ཀ་དེ་ཤཱཀྱ་ཐུབ་པ་སྐུ་མཉམ་ཉིད་ལ་འདས་ནས་ལོ་བཞི་བརྒྱ་གི་མགྱོགས་ནས་དེ་ནས་ཡིག་ཐོག་ལ་ཕབ་བ་ཡིན་ཟེར་ཡང་དག་ཡོངས་གྲགས་ལོ་རྒྱུས་དེ་འགྲོས་ཀྱི་རེ། རིགས་ཡིན་དུས་དམ་པ་ལ་ཕན་བདེ་གི་ནོར་ལོག་ལ་དག་རིགས་མ་འདྲ་བ་མང་པོ་བཅས་རྒྱལ་གི་ནོར་ལོག་ལ་གྱོང་རུ་དགོས་ཡ་དེའི་ཤ་ཁྱ་ཐུབ་པའི་བཀའ་ཡིག་ཐོག་ལ་མེད་པའི་གི་ཐོག་ནས་དེ་ནས་གྱོང་སོང་བ་དེ་ད་ལོ་རྒྱུས་ཡོངས་གྲགས་འདྲ་ཅི་རེད་ད་དེའི་བོང་གི་ཐོག་ནས་ཤི་བ་ཡིན་ན་ད་བོང་ལ་ཉམས་རྒུད་ར་ད་རུམ་པ་མང་པོ་བྱེད་འགྲོ་ཡོད་རེད་དེ་བོང་ལ་རིགས་མ་འདྲ་བ་དེ་འདྲ་མང་པོ་བྱེད་ཡོད་མ་རེད་བ་དེ་མེད་དགོས་ཡ་གི་རྒྱུ་མཚན་དེ་དེ་ནས། སྟོན་པ་ཨ་ཤེ་ར་མོ་ཅེས་ཀྱིས་དེ་ནས་ད་བོང་ཐིགས་པ་རིམ་པར་བགོས་ཏེ་སོང་ཅིག་ཅེས་ནས་དེ་ནས་སློབ་མ་ཐམས་ཅད་ཀྱིས་དེ་མ་ཐག་ཏུ་ཁོའི་ཡི་གེ་ལ་ལྐོག་གསུང་རྒྱོ། ད་འཛིན་རྡོ་རྗེ་འདྲེ་བདུད་སྲང་གི་ནོར་ལོག་ལ་ཕོག་ཏུ་ཡོད་རེད། ཚེ་དེ་ལ་བརྟེན་ཅིག་ཅེས་ནས་དེ་ནས་ད་བོང་དེ་ལ་འདྲ་མི་འདྲ་མང་པོ་བཅས་དབྱེ་བ་མང་པོ་བཅས་མེད་དགོས་ཡག་གི་རྒྱུ་ཅན་ཚོ་མ་གཅིག་གྱུར་ཆགས་འདུག་ཡག་གི་རྒྱུ་ཅན་དེ་སྟོན་པ་ཤེས་རབ། ཁོ་རང་གི་གདོང་ནས་དེ་ནས་ཁོ་རང་གི་བཀའ་དེ་ཡིག་ཐོག་ལ་བཀོད་བཞག་པའི་དགེ་མཚན་ལ་བརྟེན་ཅེས་བྱས་ན་དེ་ནས་བྱུང་བདེ་འཇགས་ཀྱི་རེད། ད། འཛེམ་དོགས་ཀྱི་ནོར་ལོག་ལ་ག་འདྲུ་གསུངས་ཡོད་རེད་ཟེར་བ་ཡིན་ན་དང་གི་ཤོག་བུ་བང་དུ་བབས་གཡས་ཡི་སྣག་ཚ་ཚ་དུད་དུད་གནས་མཆོག་འདི་རུ་འཆའ་བཞིན་པ་ཤེས་རབ་མཚུངས་པའི་ཡིག་མཁན་ཡི་གེ་མཁན། འབྲང་རི་གསར་བའི་འོག་ཏུ་བཅས་རིན་ཆེན་བཞི་སྐུ། སྨྱུག་ག་དང་གྲོང་བའི། ཐེག་ཆེན་གླིང་བར་གྱི་གནས་མཆོག་འདིར་འཆར་གཞི་བ་དེ་ནི་ཀུན་སྤྱོད་སྤྲོ་བ་གྱིས། བདག་དུད་འགྲོ་བྱས་འདུག་བ་དེ་ནས་སྟོན་པ་གཤེན་རབ་མོ་གི་དག་སོང་ཡོངས་འདུས་ཀྱི་བཀའ་དེ་ཚོ་སྔགས་རྩ་དང་དེ་ནས་ཤོག་བུ་དང་ཐེག་ཆེན་དང་དེ་ནས་མཚར་ཐེག་བདུད་བཞི་དང་དེ་ཚོ་ཚང་མ་གྲ་སྒྲིག་བྱས་བྱས་ནས་དེ་ནས། ཞེས་ཡི་གེ་ཀྱི་ཐོག་ལ་བསྐུར་བ་ཡིན་ཟེར་འདུག་ཤིང། དེ་ནས། གསུང་པོ་འབུམ་དྲུག་བཀའ་སྩལ་པ། གང་འདི་བཞེས་པའི་དགེ་བ་ཡང། ཐུགས་རྗེས་བཙན་གྱི་མ་བསླབ་ཀྱིས་དྲག་པོའི་མཚམས་སྐྱོང་མ་མཛད་པར་བར་དུ་གཅོད་པ་འབྱུང་བ་ཡིན་གསུང་རབ་ཁྲོད་དུ་འབངས་འགྲོ་བ་ཤིན་ཏུ་སྙན་པའི་བར་ཆོད་དབང་བཙན་གྱིས་བསླབ་པའི་རྒྱུ་རྐྱེན་ཚོགས། དོན་ལ། བར་སྐྱོད་མཚམས་སྐྱོད་དགོས་ཟེར་བ་དང་མཐུན་འགྲིག་སོང་ཡོད་རེད། ཡི་གེ་དེ་ཚོ་ཤེས་རབ་ཀྱི་བཀའ་དེ་ཚོ་དེ་ནས་ཡི་གེ་གི་ཐོག་ལ་པདྨ་བཀོད་བ་གི་སྔོན་ལྟར་ན་ལ་དེ་ནས་མཚམས་སྐྱེད་བྱེད་བགེགས་བསྐྲད་བྱེད་ཁྲུས་གཙང་སྦྲ་བྱེད་འོ་མཐུན་འགྲིག་བྱེད་དགོས་རེད་དེ་ནས་སྟོན་པ་ཤེས་རབ་ཀྱི་གསུང་ཞལ་ཕྱོགས་ཀྱི་བཀའ་དེ་ཚོ་དེ་ནས་བཀའ་རྙིང་པ་དང་དེ་ནས་ཐུགས་ཀྱི་བརྩེ་ལམ་ཤིན་ཏུ་ཆེ་བ་ཡིན་དུས་བརྩམས་པ་ལ། ནང་ཚོགས་དེ་ཚོ་གི་བར་ཆད་བྱེད་ཡོན་ཡང་གི་ཉེན་ཁ་ཡོད་དུས་བརྩམས་པ་ལ་དེ་ཚོ་ལ། སྒེག་པ་ཅུང་མི་ཡོང་ཡ་གི་ཅེས་དེ་ནས་མཚམས་གཅོད་བྱེད་ཡ་དང་ཁྲུས་གཙང་སྦྲ་བྱེད་ཡ། ཕུན་ཚོགས་བྱེད་བྱས་ནས་དེ་ནས་ཡིག་ཐོག་ལ་བཀོད་དགོས་རེད་སོགས་ནས་དེ་ནས་དུད་འགྲོའི་སྲོག་འགྲོ་བ། འོ་དུད་འགྲོའི་ཆེད་རེད་དེ་ཡིན་དུས་བརྩམས་པ་ལ་ད་དེ་བོང་བུ་གི་ཚོགས་ནི་དེ་ནས་ད་ཐོག་མ་སམ་བབ་ཅོལ་གྱི་ཡར་སྔོན་ནས་ད་ཡི་གེ་བཙུགས་ཚོར་དེ་ད་བོང་བུ་རང་ངོས་ནས་ཤི་སོགས་དེ་དུད་འགྲོའི་ཆེད་རེད་དེ་ཡིན་དུས་བརྩམས་པ་ལ་ད་ད་ད་ང་རོགས་ཚོགས་ཀྱི་ཏུ་ཧོང་ཡིན་སྙིང་ཟེར་ནས་ད་སྐད་གྲགས་ཅན། ཡོད་རེད་བ་ད་ཏུང་ཧོང་ཡིག་རྙིང་སྐད་གྲགས་ཅན་དེ་གི་ནང་ལོགས་ལ་ག་འགྲུལ་སོང་ཡོད་རེད་ཟེར་བ་ཡིན་ན་སྣག་རུ་སྲོང་བཙན་གི་དེ་ནས་ཡར་སྔོན་ནས་ད་བོད་ལ་ཡི་གེ་ཡོད་ས་ཅིག་ཏུང་ཧོང་ཡིག་རྙིང་གི་ནང་ལོགས་ལ་ཡོང་གི་ཡོད་རེད་ཏུང་ཧོང་ཡིག་རྙིང་གི་ནང་ལོགས་ལ་སྣག་རུ་སྲོང་བཙན་གི་སྐབས་དེ་བ་ནས་དེ་ནས་རྒྱ་བོད་གི་ད་བཀའ་བསྒྲགས་ནས་བཀའ་ཤོག་གཏོང་དེ་འདྲས་བྱེད་དགོས་པའི་གི་དུས་སྐབས་དེ་བ་ལ་གསེར་དང་དངུལ་གི་དེ་ནས་ཡི་གེ་འབྲི་བྱེད་བྱེད་ནས་དེ་ནས་རྒྱ་བོད་གི་བཀའ་ཤོག་བཏང་ཡོད་ཟེར་ཡག་ཏུང་ཧོང་ཡིག་རྙིང་གི་ནང་ལོགས་ལ་དེ་འདྲས་ཡོང་གི་འདུག་བ། ཏུན་ཧོང་ཡིག་རྙིང་གི་ནང་ལོགས་ལ་ག་འདྲའི་ཤེས་བྱ་སླ་བ་ཡིན་ན། རྗེས་འགྲོ་ལ་མ་ཐོགས་པ་རྣམས་ལ་ཀྱོག་རེ་ཕ་དུང་ཚུང་ཚུང་གྱི་སྙི་དགའ་རེ་བཟའ་དུང་ཚུང་སྐྱུག་བརྡ་རེ་མ་གཉིས་པ་ཞིག་བསྔོགས་ཐོག་ན་ཀྱོག་རེ་སྨིན་རེ་གཡེག་ཚར་གྱི་བུ་གཅིག་ལ་གསེར་གྱི་ཡི་གེ་ལ་སྨིན་རེ་འོ་ད་དུད་འགྲོ་ཡོང་གི་ཡོད་རེད་དེ་ཡིན་དུས་རྩམ་པ་ལ་དེ་ནས་རྒྱ་བོད་ཀྱི་བཀའ་ཤོག་གཏོང་ད་དུད་འགྲོ་བྱེད་དགོས། བརྩམས་པ་ལ་གསལ་འདུག་དངོས་ཀྱི་ཡི་གེ་འབྲི་དགོས་ཡོད་རེད། ཨ་ཏི་ཧོ་ཡིག་སྙན་གྱི་ནང་ལོགས་ལ་དེ་འདྲ་ཡོད་ངེས་ཡོད་རེད་ད་དེ་མ་ཡིན་པར་གི་ང་རང་ཚོ་གི་མ་ནི་སྐམ་པང་རེད། གཞན་དག་དཀའ་སྤྱད་ཁོལ་ཁོལ་མ་རེད་དེ་ནས་ད་རྒྱལ་རབས་ལོ་རྒྱུས་མང་པོ་བཅས་ཀྱི་ནང་ལོགས་ལ། ངས་གོང་ནས་བཤད་པ་དེ་རེད་དེ་ཡིན་དུས་བརྩམས་པ་ལ་སྲོང་བཙན་སྒམ་པོ་གིས་དེ་ནས་བ་བཟའ་ཁྲི་ཚོའི་མནའ་མ་ལྷུང་དུས་ཀྱི་སྐབས་དང་བ་ལ།

བ་ཡོད་ལ་བཀའ་ཡི་སྒྲོམ་བུ་སོང་འདུག་དེ་ནས་བཀའ་ཤོག་སྒྲ་ཆེ་ནས་ཡི་གེ་དྲི་མ་སོང་སུ་གཏོང་འདི་ཡ་ཡོད་མ་རེད་བ། ངོ། དེ་འདྲུས་ཀྱི་རེད་དེ་ཡིན་དུས་བརྩམས་པ་ལ་ད་དེ་ཚོ་གི་ལོང་གི་ནོར་ལོག་ལ་བལྟ་ཡོང་དུས་ད་ཐོག་མི་ཚང་བོད་ཕྲུག་གི་ཡར་སྔོན་ནས་ཡི་གེ་ཡོད་བ་དེ། ལོ་རྒྱུས། དེ་ཚོ་གི་ནོར་ལོག་ལ་ཡོང་སྡིང་མཁན་གྱི་རེད། དེ་ནས་གཞན་མིན་གི་ད་ང་རོ་ཚོ་གི་ལོ་རྒྱུས་གི་ནོར་ལོག་ལ་ག་འདྲ་ཡོང་གི་ཡོད་རེད་ཟེར་བ་ཡིན་ན། བ་དང་ད་ལྟ་རྒྱལ་རབས་གསར་བའི་མེ་ལོང་ཟེར་འདི་ཡ་ས་སྐྱ་བསོད་ནམས་རྒྱ་མཚན་ཟེར་ཡ་དེ་གི་བརྩམས་བཞག་བ་རེད་དེ་ནས་ཁོའི་འཁྲུངས་ལོ་སྐྱིད་སྟོང་སུམ་བརྒྱ་བཅུ་གཉིས་གི་ལོ་ལ་ས་ན་ས་སྐྱ་བསོད་ནམས་རྒྱ་མཚན་ཟེར་འདི་ཡ་དེ་འཁྲུངས་བཞག་དེ་ནས་ཁོང་གི་རྒྱལ་རབས་གསར་བའི་མེ་ལོང་ཟེར་འདི་ཡ་དེ་གི་ནོར་ལོག་ལ་པི་ཏི་གུང་རྒྱལ་དང་རི་ལས་སྐྱིད། གཉིས་ཀྱིས་དེ་ནས་གདོན་ས་ཞོང་སྐྱོང་ནས་དེ་ནས་སྟོན་པ་གཤེན་རབ་མོ་ཅིག་གིས་སངས་རྒྱས་པའི་གིས་དེ་ནས་བོང་དེ་ཚོ་ཁམས་ཆེན་པོ་བཞི་ལ་སོགས་པ་ཐམས་ཅད་དེ་ནས་ཞོང་སྐྱོང་གི་གཡོག་ནས་བོད་ཀྱི་གཡོག་ལ་མ་བརྗོད་ནས་དེ་ནས་དར་བ་རེད་ཟེར་ཡ་ཨོ་ད་དུད་འགྲོའི་ཞེས་བཞག་དེ་ཡིན་དུས་བརྩམས་པ་ལ་ད་དེ་ཚོ་ཁོ་ཡིག་ཁམས་ཆེན་པོ་བརྗེས་ཏེ་དེ་ནས་ཞུང་ཞོང་གི་ཡོལ་ནས་མ་བོ་གི་ཡོལ་ལ་མ་བསྒྱུར་ནས་དུད་འགྲོས་བྱས་ནས་ད་པི་ཡག་གི་ཡི་གེ་ཡོལ་བི་གིས་དེ་ནས་ཨོ་ལང་དེ་འདྲའི་འདྲ་པོ་ཅིག་གྲོང་འདི་བཞག་དེ་མ་ཡིན་པ་གི་ད་མ་ནི་བཀའ་འབུམ་ཟེར་འདི་ཡ་དེ་ད་སྲོང་བཙན་སྒམ་པོ་གི་མཛེས་རེད་ཟེར་འདི་ཡ་ཅི་རེད་དུང་དངུལ་ཕུད་གི་ཐོག་ལ་ད་མེ་ལོང་དྲུག་བརྒྱ་བཅུ་དྲུག་གི་ལོ་ལ་ར་ས་འཁྲུངས་ནོང་གཙུག་ལག་ཁང་རྟ་མགྲིན་གྱི་ཞལ་གཡས་པི་གི་འོག་ལ་ཁྲི་ཐོབ་དངུལ་འགྲོ་བ་བསྟན་ནས་ལུང་བཤད་རྒྱག་ཅི་རེད་གང་ལྟར་ནི་ད་མཛེས།